ནང་ནས་ཏོག་དབྱིབས་ནད་གཞི་འདི་ཝར་ན་ཨུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་དུ་ཁྱབ་ནས་དགེ་རྒན་དང་ལས་བྱེད་སློབ་ཕྲུག་རྣམས་ལ་ཏོག་དབྱིབས་ནད་ཕོག་ནས་སྲོག་རླུང་ལ་སོགས་དཀའ་ངལ་མང་དག་ཞིག་འཕྲད་པའི་སྐབས་སུ། ལྷག་བསམ་ཅན་ཝར་ན་ཨུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་ཕྱོགས་མཐའ་ཁག་ལ་བཞུགས་པའི་སློབ་ཟུར་བ་རྣམ་པས་ཀྱང་མ་བསྐུལ་དྭངས་བླངས་ཀྱི་ཞལ་འདེབས། རླབས་ཆེན་གནང་བ་ལ། རིགས་སྡེ་འགན་འཛིན་གྱིས། སློབ་བུ་ཡོངས་ཀྱི་ཚབ་བྱས་ནས། སློབ་ཟུར་བ་རྣམས་ལ་བཀའ་དྲིན་ཆེ་ཞེས་ཞུ་གི་ཡོད། དེ་བཞིན། རིགས་སྡེ་འགན་འཛིན་ང་རང་གི་ངོས་ནས་ཀྱང། སློབ་ཟུར་བ་རྣམས་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡོད།

སློབ་ཕྲུག་དམངས་ཀྱི་ཚབ་ཞུས་བྱས་ཙམ་རིགས་གྲྭ་ཞིག་ལ་ཞུགས་ཀྱི་ཡོད། གུས་པ་ང་རང་ནི་སློབ་ཕྲུག་འདི་ཚོའི་ལྷན་ཚོགས་སྐབས་བཞི་བཅུ་ཞེ་དགུ་པའི་ཚོགས་གཙོའི་ལས་གནས་ཁྱེད་དུ་ཡོད། ད་རིང་ང་ཚོས་དེ་བརྙན་ཐུང་འདི་བཟོས་དགོས་པའི་གུས་པ་ཡོད་མེད་གཙོ་བོ་འདི་ཉེ་ཆར་ཡ་བླ་བླའི་ནང་ལོག་ལས་ཡ་རྒྱ་ནས་གདུག་པ་ཅན་དེ་ཁྱབ་ཆེད་གཙོ་བོ་སློབ་ཕྲུག་རེད་དགེ་རྒན་ལས་བྱེད་མང་པོ་ཅིག་ལས་ཡ་ད། ནད་རིམས་ཀྱི་གོས་བྱེད། མི་ལབ་འདྲའི་ནད་དང་ཧ་ཅང་གི་ཛ་དྲག་པོ་ཅིག་དང། ནད་དང་སྡུག་པོ་ཅིག་བ་ལ་ཡང་མྱང་བཞིན་པའི་སྐབས་ལ། ང་ཚོ་ལ་ཡ་དག་དངོས་ཤུགས་བརྒྱུད་གསུམ་དུ་རོགས་རམ་དང་ཅིག་རྒྱབ་སྐྱོར་གནང་མཁན། ཨ་ནི་གཙོ་བོ་ད་མཐོ་སློབ་དེ་ནས་ཐོན་ཟིན་པའི་བློ་གཟུ་བ་རྣམ་པ་དེ་དེ་རེད། ཨ་བདག་ནི་གཞན་གྱི་མཐོ་སློབ་དེ་ལ་ཤ་ཚ་ཡོད་མཁན་གྱི་ཨ་ནི་བོད་རིགས། སྤུན་ཟླ་ཡོངས་ལ་ཡག་ད། ང་ཚོའི་སློབ་ཕྲུག་དམངས་ཀྱི་ཚབ་ཞུས་བྱས། ཨ་ནི་བཀའ་དྲིན་ཆེ་སྙིང་ཐག་པ་ནས་ཡག་ཐུགས་རྗེ་ཆེ། ཨ་ཞོལ་གྱི་ཆེད་དུ་ཡག་བརྙན་ཐུང་འདི་ང་དྲ་ལམ་དྲ་ལམ་བརྒྱུད་བྱས་ཡག་བརྒྱུད་སྤེལ་བྱས་ཀྱི་ཆེད་དུ་ཡིན། བསླབ་གྲྭའི་ནང་སློབ་ལ་ཡག་ད། ནད་རིམས་རྩ་དྲག་པོ་འདི་འདྲ་ཞིག་ཁྱབ་ཡོང་དུས། ཐ་ནད་པ་འདི་གའི་ལས་ཀ་མཐུན་རྐྱེན་དང་ཆ་རྐྱེན་ནང་སྙིང་དམིགས་བསལ་གྱིས་དེ་འདྲ་བསྐྲུན་དགོས་ཏེ་ཧ་ཅང་གལ་ཆེན་པོ་ཆགས་བསྡད་དུས། ཐ་ནད་པ་འདི་གའི་ལས་ཀ་ཅིག་ཟུར་བཀག་ཞུགས་ས་ཀྱི་ཁང་མིག་གི་ནས་དྲ་འདུག་ཅིག་ནད་པ་འདི་གའི་ལས་ཀ་ད་དུས་གསུམ་གྱི་ཞལ་ལག་གོ་སྒྲིག་བྱེད་ཡ་དང་ཅིག་གསོལ་སྨན་འདི་གའི་དེ་དུས་དུས་སུ་ཏག་ཏག་ཕུལ་ཕུལ་ཐུབ་པར་བྱེད་དགོས་ཡ་དང་ཅིག་ནད་པ་འདི་གའི་ལྟ་རྟོག་གནང་མཁན་གྱིས་ད་སྨན་ཞབས་མ་དང་ཅིག་སྨན་པ་འདི་གའི་གྲ་སྒྲིག་བྱེད་དགོས་ཡ་དང། གལ་ཏེ་ཅིག་ནད་པ་འདི་གའི་འདི་ད་ཧ་ཅང་གི་རྩ་འདྲ་པོ་འདི་འདྲ་ཆགས་སོང་བས་ན།

རོགས་རམ་རྒྱ་ཆེན་པོ་གནང་བའི་ཞུ་ཡ་ཡིན། ཁྲིམས་འཛིན་ལྷན་ཁང་ངོས་ནས་ད་སླབ་གྲྭ་ལས་ཡང་ག་རེ་སྤུས་ཀ་ལེགས་པ་དེ་འདྲའི་གྲངས་སུམ་སྟོང་ཙམ་ཅིག་ད་སླབ་གྲྭ་ལ་རིན་མེད་ཞིག་འདེབས་སུ་བྱུང་ཡོད་རེད། ཨ་ནི་དེ་བཞིན་ད་སྤུས་བེད་ཀྱི་སྤུས་ཀ་ལེགས་པ་དེ་འདྲའི་གྲངས་ཉིས་བརྒྱ་ལྔ་བཅུ་ཞིག་དེ་འདྲ་བྱུང་ཡོད་རེད། དེ་ང་ནང་བཞིན་ད་རྒྱ་སྨན། དེ་ནས་ནད་རིམས་འདི་དང་འབྲེལ་བའི་རྒྱ་སྨན་ཕོན་ཆེན་པོ་ཞིག་ཡང་ད་སླབ་གྲྭ་ལ་རིན་མེད་དུ་བོད་གཞུང་ཁྲིམས་འཛིན་ལྷན་ཁང་ངོས་ནས་བྱུང་ཡོད་རེད་ཞུ་ཡ་ཡིན། ད་ང་ཚོ་ལ་ཡང་དངོས་ཤུགས་བརྒྱུད་གསུམ་དུ་དུས་ཐོག་ཆར་བ་ནག་ཤེལ་གྱི་རྒྱབ་སྐྱོར་དང་གཅིག་རོགས་རམ་གནང་མཁན་གཙོ་བོ་དེ་དག་མཐོ་སློབ་དེ་ནས་ཐོན་ཟིན་པའི་ཕྱོགས་ཁག་ཁག་ལ་ཞུགས་མཁན་གྱི་སློབ་ཟུར་བ་རྣམ་པ་དེ་གཞི་དེ་ཆགས་བསྡད་ཡོད། སློབ་ཟུར་བའི་རྩ་ནས་ཡང་ང་ཚོ་ལ་དངུལ་གྱི་ཞལ་འདེབས་ཕོན་ཆེ་པོ་བྱུང་བ་ལ་བརྟེན་ནས་ང་ཚོ་དེ་ལས་ཀ་བྱེད་མཁན་ཡིན་པ་ནས་བྱེད་བདེ་བོ་དང་ནད་པ་ཁོ་རང་ཚོ་ལ་ཡིན་པ་ནས་ཁོ་རང་ཚོར་དགོས་མཁོ་གང་ཡོད་བ་དེ་ཆ་ཚང་བསྐྲུན་ཐུབ་པས་དེ་སློབ་ཟུར་བའི་རྒྱབ་སྐྱོར་དང་རོགས་རམ་དེ་ལས་བརྟེན་བྱས་བྱུང་བ་ཞིག་རེད་ཞུ་ཡ་ཡིན།

དམིགས་བསལ་གྱི་རྩ་འདྲ་བོ་དེ་ནི་སུ་བྱས་མེད་ཞུ་ཡ་ཡིན། ཨ་མདའ་དེ་བྱ་ལ་ཡང་ཟུར་བཀག་ལ་ཞུ་བཞིན་གྱི། ནད་པ་ཁོ་རང་ཚོ་ཡིན་པ་ཡིན་ནས་ནད་རྟགས་ཆ་ཚང་གཞིས་བྱེས། བདེ་ཐང་ཁང་དུ་གནས་ཡོད་ཞུ་ཡ་ཡིན། ཨ་འདི་གའི་ཆ་ཚང་ནི་ད། གཙོ་བོ་ད་ཕྱོགས་བདག་ཁག་ལ་ཞུ་མཁན་གྱི་བློ་གཟུ་བ་རྣམ་པའི་རྒྱབ་སྐྱོར་དང་བརྩེ་སེམས། འདི་གའི་ཡིད་བརྟན་ཆེད་བྱུང་བ་ཞིག་དང། གཞན་ཡང་ད་བོད་གཞུང་ཡང་ན་འཕྲོད་བསྟེན་ལྷན་ཁང། འཕྲོད་བསྟེན་ལྷན་ཁང་གི་བཀའ་བློན་གཙོས་པའི་ཨ་མྱེས་ལས་རོགས་ཡོངས་ཀྱིས། རྒྱབ་སྐྱོར་དང་རོགས་རམ་བདེ་སྐྱིད་ལ་བརྟེན་ཆེད་བྱུང་བྱ་བ་ཞིག་རེད། གོ་སྐབས་དེ་བཟུང་བྱས་ན་བོད་གཞུང་འཕྲོད་བསྟེན་ལྷན་ཁང་གི་བཀའ་བློན་གཙོས་པའི་ལས་རོགས་ཡོངས་དང། ཚོགས་བདག་ཁག་ལ་ཞུགས་མཁན་གྱི་མཐོ་སློབ་དེ་ནས་ཐོན་ཟིན་པའི་བློ་གཟུ་བ་ཡོངས་དང། ཕྱོགས་བདག་ཁག་ལ་ཡོད་མཁན་གྱི་མཐོ་སློབ་དེ་ལ་བརྩེ་སེམས་བཅངས་མཁན་གྱི་བོད་རིགས་སྤུན་ཟླ་ཡོངས་ལ་ཡང།

དེ་འབྲེལ་གྱི་བཀའ་རྙིང་འཁྲིད་པའི་བརྒྱུད་རིམ་ནང་ལོགས་ལ་ཡང་ད་ང་རང་ཚོ་ལ་ཡང་ཅིག་བྱ་རོགས་གནང་ངེས་རེད་དེ་བ་ན་ཞིང་ཡང་ང་རང་ཚོ་ལ་ཡང་ཅིག་རྒྱབ་སྐྱོར་དང་དེ་འབྲེལ་གནང་ངེས་མང་པོ་བྱུང་སོང། ཨ་ཙག་འདི་ག་ལ་ཡང་ད་ཚུལ་ཆེད་ང་རང་ཚོ་རིམ་པ་ཆེ་ཆེ་ཞུ་ཡས་ཀྱི་ཚུལ་ཆེད་ནས་བྱ་བཞིན་ཡོད། ཡིན་པས་ནས་ད་ང་རང་ཚོ་ལ་རྒྱབ་སྐྱོར་དང་རོགས་རམ་གནང་ངེས་ནང་ལོགས་ནས་ཅིག་ཤུགས་ཆེ་ཤོས་དང་གཙོ་བོ་དེ་ད་ཕྱོགས་ད་ག་ལ་ཞུ་ཡོད་པའི་ང་རང་ཚོའི་གི་ད་སློབ་ཕྲུག་ཚོ་དེ་ཆགས་བསྡད་ཡོད།

ང་རང་ཚོ་ད་ངས་དཔེ་མཚོན་ཁ་ཤས་ཞུས་ཡིན་པས་ན། ད་ཅིག་དུ་བ་ལ་ཡང་དུག་སེལ་གྱི་ཆུ་ཡོད་པའི་ནད་རེད་ཟེར་དྲན་ཟེར། དེ་ཡང་ན་ཤིང་གི་རང་བྱུང་ཡོ་བྱད་ཏིག་ཏིག་གི་ཀིད། དེ་ཡང་ན་ཤིང་གི་ད་ཅིག་སློབ་ཕྲུག་དམངས་ལ་ཡང་ཅིག་གཟུགས་པོ་གསོལ་བའི་གི་ཅིག་སྨན། དེ་ཡང་ན་ཤིང་གི་ནད་པ་ད་དྲག་ཚོ་ལ་ཡང་ཅིག་སྨན་ཕུལ་ཡག་ཡིན་པའི་ནད་རེད། དེ་ཡང་ན་ཤིང་གི་ནད་པ་ད་དྲག་ཚོ་ཅིག་སྨན་ཁང་ལ་ཡང་ཚུ་ཆེན་བསྐྱལ་གནང་ཡག་དང་དེ་ཡང་ན་ཤིང་གི་ཅིག་ད་དུས་རྟག་པར་བྱང་ཚོ

ད་དེ་ནས་མ་ཚང་ད་ལྟ་ང་རང་ཚོ་དེ་རིང་སློབ་གཉེར་བའི་དེ་དོན་ལྷན་ཚོགས་ཀྱི་སློབ་ཕྲུག་དམངས་ཀྱི་ཚབ་ཞུས་རྗེས་ད་རྣམ་པ་ཚོའི་ངོས་ནས་ང་རང་ཚོ་ད་འདྲའི་ཛ་དྲག་གི་གནས་སྐབས་དེ་འདྲའི་ཆེད་ལ་ཡར་ལྟ་མཐུན་འགྱུར་རོགས་རམ་ཧ་ལས་པ་གནང་སོང། ཡང་ནས་ཞིང་གི་གངས་མཐུན་འགྱུར་རོགས་རམ་གནང་བ་དེ་གས་ཨ་ནི་ཅིག་དུས་ཐོག་ཆག་པ་ན་ཞིང་གི་གངས་ཅིག་ནད་པར་ཡར་བཏང་དགོས་ས་དེ་ག་ནས་ཞིང་གི་ཅིག་སྨན་ཁང་ལ་བསྐྱལ་དགོས་ས་ད་སྤུ་བོ་དམངས་ལ་ག་རེ་བྱེད་དགོས་ས་ཚང་མ་སློབ་ལ་ཡར་ཅིག་ད་ཏག་ཏག་རེ་ཅིག་ཐུགས་ཆུང་ཆུང་བྱས་ད་ཅིག་ད་འདྲའི་ཆ་ལ་ཡར་ཡག་ཐག་ཆོད་རེ་ཅིག་ཡོད། དེ་འདྲའི་ཡིག་ཚགས་རྣམ་པ་ཚོས་གི་ཅིག་སྐུ་ལས་བསྐྱོན་བྱས་ད་དུ་བར་ལ་ཡང་ཅིག་ཞལ་འདེབས་གང་གནང་བྱ་བ་འདི་གའི་མི་ཡི་ཆུད་ཟོས་སུ་སྐུ་ཅིག་ཕྱིན་མ་སོང་ཞུ་བས་ཡིན། ཨ་སླེ་ནི་ཡང་ད་ཅིག་ང་རང་ཚོའི་མཐོ་སློབ་དེའི་ནང་ལོགས་ལ་ཡང་ཅིག་ད་ད་ལྟའི་ཆར་ནས་ཡང་གི་དུས་ཆེན་གཅིག་པ་བྱུང་བ་རེད། ཨ་ནི་ཡང་ཅིག་ཇུ་མང་དུའང་ཡང་ད་མ་ཡབ་བྱེད་ཅིག་ཡང་དེ་འདྲའི་གི་ཅིག་སྐྱེ་ངེས་དེ་འདྲའི་བྱུང་མ་སྲིད་དེ་འདྲའི་གས་མ་རེད་དེ་འདྲའི་མི་ཚོང་དང་ཨ་ནི།

ནད་པ་ཚོར་ཡང་ཞེ་ལག་དུས་ཆེན་སྐྱེལ་དགོས་ཡ་དང། དེ་ལ་ཤིང་གིས་ཅིག་ནད་པ་ཚོར་ལྟ་ཅིག་ནད་པར་རང་ཆ་ཤ་བའི་ནས་ཕག་ཚོར་སྤོས་དགོས་ཡ་དང་དེ་འདྲའི་གིས་ཅིག་དཀའ་ཉེན་མང་པོ་བྱུང་སོང་ད་ལུས་སེམས་གཉིས་ལ་ཡ་ཡིན་པས་ནས་རྣམ་པ་ཚོར་དཀའ་ཉེན་ལ་ཡ་མ་འཛིན་པའི་ཐོག་ནས་ད་ཅིག་སེམས་ཡ་གོམས་པ་ཤེས་པའི་ཐོག་ནས་ཨ་ནེ་ཅིག་ད་ཅིག་གན་དག་གིས་གང་ཞུས་པ་དེ་ལ་ཡ་ཅིག་གསན་སྦྱོར་གནང་ཅིག་དངོས་གནས་རྣམ་པ་ཚོས་གིས་ད་ཅིག་སེམས་ཐུགས་ལ་བཅངས་པའི་ཐོག་ནས་དངོས་གནས་ད་ལྟའི་ཆ་ལ་ཡ་རྣམ་པ་ཚོས།

ཐོག་མར་འཛམ་གླིང་ཡུལ་གྲུ་གང་སར་གནས་པའི་ཝར་ན་སི་ལའི་ཆོས་གྲོགས་ཡོངས་ལ་སློབ་ཚང་སྐབས་གསུམ་སོ་དགུ་པའི་ཚོགས་མི་རྣམས་དང་སློབ་ཕྲུག་ཡོངས་ཀྱི་ཚབ་ཞུས་ཏེ་འཚམས་འདྲི་བཀྲལ་ཏེ་ལས་དེ་ཡང་ད་སྙན་རྡུང་བཟོ་དགོས་པའི་དམིགས་ཡུལ་གཙོ་བོ་འདི་ད་ད་ལྟ་སྙན་རྡུང་འདི་གི་བརྒྱུད་ནས་ད་ད་ལྟ་ང་རང་ཚོ་གཉིས་རིམ་བཅུ་དགུ་ནས་བསླབ་གཉིས་པ་ནམ་མཛའ་དྲག་པོ་དུས་ཚོད་འདི་གི་ནང་ལ་ད་ང་རང་ཚོ་གི་ཕྱོགས་བདག་ཁག་ནས་དང་འབྲེལ་གྱི་ད་ང་རང་ཚོ་འོ་ན་མཐོ་སློབ་ལ་མཐུན་རྐྱེན་དང་རོགས་རམ་མང་པོ་གནང་ཡོད་རེད་ད་དེ་ཚོའི་གི་བཀའ་དྲིན་ཆེ་དྲན་དང་ང་རང་ཚོའི་གི་ད་སོ་སོའི་གི་ངག་གི་ཐོག་ནས་ཐུགས་རྗེ་ཆེ་དེ་ལ་ཡག་གི་ད་ཆེད་དུ་ལ་བརྙན་ཐུང་དེ་བཟོ་ཡོད་ད་ཐུགས་རྗེ་ཆེ་དང་པོ་དེ་ད་ང་རང་ཚོའི་གི་མཐོ་སློབ་དེ་གི་འཛིན་སྐྱོང་གནང་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་རྒྱུ་མཚན་དེ་ག་ལ་ན་སྤྱི་ད་ང་རང་ཚོའི་གི་མཐོ་སློབ་དེ་ད་རྒྱ་གར་དབུས་གཞུང་གི་འཛིན་སྐྱོང་དང་ལྟ་སྐྱོང་གི་འོག་ལ་ང་རང་ཚོ་ད་ལྟའི་བར་ལ་ནི་ཤེས་ཡོན་སློབ་སྦྱོང་ཡིན་ན་འདྲ་འཕྲོད་བསྟེན་དང་དག་སྣང་བཅས་ཀྱི་དུས་གསུམ་གྱི་ཁ་ལག་ཐོག་ལ་ང་རང་ཚོ་ལྟ་རྟོག་བྱེད་བསྡད་ཡོད་རེད། ད་ད་ལྟའི་སྐབས་སུ་ཡང་ང་རང་ཚོའི་གི་ཏོག་དབྱིབས་གཉན་རིམས་བཅུ་དགུ་གི་ཡང་ན་རྫ་དྲག་པོའི་རླབས་གཉིས་པའི་སྐབས་སུ་ཡིན་ན་ཡང་ང་ནི་གཞུང་གི་ཡང་ན་ད་གཞུང་གི་ངོས་ནས་ཡང་ང་ནི་ཅི་བསབ་ཅི་ཐུབ་ནས་ང་རང་ཚོ་ལ་ད་རོགས་ད་ལྟའི་གི་ཡང་ན་འཕྲོད་བསྟེན་གི་ཆ་ནས་ན་ཚ་འདི་གི་ཐོག་ནས་ང་རང་ཚོ་ལ་རོགས་སྐྱོར་མང་པོ་ཅིག་གནང་ཡོད་རེད། འདི་ལ་ང་ཚོ་ཡང་ན། སློབ་ཕྲུག་ཚང་མ་གི་ཚབ་ཞུས་ནས་སློབ་ཚང་སྐབས་གསུམ་གཙོ་དགོས་པའི་ཐུགས་རྗེ་ཆེ་ཞུ་ཡོད། ཐུགས་རྗེ་ཆེ་གཉིས་བ་དེ་དང་གཙོ་བོ་དེ་ང་རང་ཚོ་བ་ར་ན་སི་གི་སློབ་ཟུར་ཡོངས་ལ་ནས་ང་ཚོའི་གི་སྟོབས་ཚང་སྐབས་གསུམ་གཙོ་དགོས་པའི་ཚབ་སློབ་ཕྲུག་ཡོངས་གི་ཚབ་ཞུས་ནས་ཚང་མ་ལ་ཐུགས་རྗེ་ཆེ་ངང་ཞུ་ཡོད། ད་ཐུགས་རྗེ་ཆེ་ཞུ་དགོས་པའི་རྒྱུ་མཚན་དེ་ད་ང་རང་ཚོའི་གི་སློབ་ཟུར་གི་ཡོངས་ནས་ད་ང་རང་ཚོ་ད་ལྟ་ཏོག་དབྱིན་གཉན་རིམ་གི་བསླབ་གཉིས་པའི་གི་གཟའ་དྲག་པོ་དེ་ཚོའི་དེ་ལ་ད་ང་རང་ཚོའི་དངུལ་གི་རོགས་སྐྱོར་མང་པོ་ཅིག་གནང་ཡོད་རེད། ད་འདིར་སྣང་བ་རང་བཞིན་ད་ང་རང་ཚོའི་གི་ད་ད་ལྟ་དངུལ་དེ་ཚོ་ང་ཚོ་ད་བེད་སྤྱོད་གང་འདྲ་སྟངས་རེད་ལ་ན། ད་དངུལ་དེ་ཚོ་གི་ང་ཚོ་གཙོ་བོ་ཅི་སྟངས་ད་ང་རང་ཚོའི་མཐོ་སློབ་དེའི་གི་ཁོ་རང་གི་ད་ང་རང་ཚོ་དུས་གསུམ་ག་ལ་བཏང་དེ་ཡོད་རེད་ཨ་འདིའི་གི་སྟེང་དུ་ཁ་ལག་གི་ཨ་ནི་སྤུས་ཚད་ཡག་ཡོང་ཡ་དང། དེ་དང་མཉམ་དུ་ལ་ད་ང་རང་ཚོའི་གི་ཨ་ནི་ཤིང་ཏོག་གི་རིགས་མང་པོ་བཏང་ཡོད་རེད། ཤིང་ཏོག་གི་རིགས་དང་ཨ་ནི་དེ་ག་རང་བཞིན་གི་ད་ང་ཚོ Dry Fruit ཨ་ནི་དེ་ག་རང་བཞིན Horlicks ཨ་ནི་གོ་ལྔ་དང། དེ་འབྲེལ་གྱི་རིགས་མང་པོ་བཏང་ཡོད་རེད། ད་དུས་ཚོད་བཏང་བའི་གོ་བ་རྒྱུ་མཚན་དེ་ད་ང་རང་ཚོ་གི་ནད་ཡམས་འདི་ལ་ད་གཙོ་བོ་དེ་ང་རང་ཚོ་གི་ལུས་ཀྱི Immune System ངམ་ལུས་ཀྱི་མདངས་དེ་ཡག་པོ་གཉེར་དགོས་དུས་ད་ང་ཚོ་སློབ་ཕྲུག་དང་སློབ་ཕྲུག་དེ་ཚོ་ལ་ང་ཚོ་གི་ད་ད་ལྟ་སློབ་ཟུར་གྱི་ང་རང་ཚོ་དངུལ་ལས་པ་དེ་ཚོ་བེད་མེད་སུ་མ་བཏང་བར་ང་ཚོ་གི་ད་དེ་འབྲེལ་གྱི་ཤིང་ཏོག་དང་འཚོ་བཅུད་ལྡན་པའི་གི་ཟས་ཀྱི་རིགས་ཉོས་བྱས་ནས་དེའི་གི་སློབ་ཕྲུག་གི་འཕྲོད་བསྟེན་ལ་དཔེ་མི་སྲིད་ཕན་ཐོགས་བྱུང་ཤག། དེ་ཡུན་དུ་ད་ང་རང་ཚོའི་དགེ་རྒན་དུ་བརྩི་གི་ཡོད་ནས་སློབ་ཟུར་ཡོངས་ལ་ཐུགས་རྗེ་ཆེ་གནང་བཞུགས་ཡོད། ད་ཐུགས་རྗེ་ཆེ་གསུམ་པ་དང་ཡང་མཐའ་མ་དེ་ད་ང་རང་ཚོའི་ད་གཞན་ཡང་ད་ལྟ་དེ་མ་ཡིན་པའི་ད་ང་རང་ཚོའི་དགེ་དཔེར་ན་ད་ཕྱི་རྒྱལ་ཡུལ་གྲོགས་ཁག་ལ་བཞུགས་པའི་དགེ་ད་ང་རང་ཚོའི་དགེ་བར་ན་སེ་ན་ཡོད་པའི་སློབ་ཕྲུག་གི་གཉེན་སྤུན་མཇལ་དང་དེ་ད་དེ་གི་ནང་ལ་ཡོད་པའི་དགེ་རྒན་དགེ་བའི་བཤེས་གཉེན་རྣམ་པ་འགའ་ཤས་ཀྱིས་ད་ང་རང་ཚོ་ལ་ཡང་ད་དེ། ཁོ་ཚོའི་ཡི་དྭགས་ང་རང་ཚོས་ཏོག་དབྱིབས་གཉན་རིམས་རྫ་དྲག་པོ་དེའི་སྐབས་སུ་ཡང་ཁོ་ཚོའི་ཡི་དྭགས་ང་ཚོ་ལ་དངུལ་རོགས་རམ་མང་པོ་རག་ཡོད་རེད། ད་ཁོ་ཚོའི་གི་རག་སྐྱོར་དེ་ཚོ་ཡང་ད་ང་ཚོའི་གི་གཙོ་བོ་ད་འདི་གཉིས་ལ་གོང་དུ་ངས་གི་ད་ད་ལྟ་སློབ་ཟུར་གི་ད་དངུལ་གི་འགྲོ་གྲོན་བཏང་བ་ནང་བཞིན་ད་འདི་དང་འདི་མཚུངས་བ་རེད་ང་ཚོ་གི་ད་ཤིང་ཏོག་དང་ད་ག་ན་ཞིག་གི་ད་ང་ཚོའི་གི་ད་ད་ལྟ་བོད་དའི་ཤིང་ད་ན་ཀོ་ཀོ་ནར་ད་འདི་འདི་ཚོ་ཉོས་ཡོད་རེད་ཨང་ད་ག་ན་ཞིག

ང་ཚོ་གི་ཁ་ལག་འདི་ཡང་ད་ང་རང་ཚོ་སྟོབས་བཟང་གི་ཚོགས་མི་འདི་ཚོ་གི་གང་དྲན་དྲན་དང་དེ་འདྲས་མ་ཡིན་པ། ད་ང་རང་ཚོ་གི་མཐོ་སློབ་གི་ནང་ལའང་གསོ་བ་རིག་པའི་སྡེ་ཚན་དང་དེའང་ནང་ཕྱི་ལུགས་གི་སྨན་པ་ཡོད་རེད། ཨང་ཁོང་ཚོའི་ལ་བཀའ་དྲིན་ཞུ་བྱས་ན་ཁོང་ཚོའི་གི་ལམ་སྟོན་གི་ཐོག་ནས་ད་ང་ཚོ་གི་སློབ་ཕྲུག་འདི་ཚོ་ལ་ད་ད་ལྟ་ཏོག་དབྱིབས་གཉན་རིམས་ཉག་ཕྲ་བའི་འདི་གི་སྐབས་སུ་ཡང་ཡིན་ན་ཡོད་རེད་ད་ང་རང་ཚོ་གི་གང་ཐུབ་ཐུབ་གི་འཚོ་བཅུད་གཏང་ཐུབ་ཡག་གི་ང་ཚོ་གི་འབད་བརྩོན་བྱེད་བ་ཡིན།

ད་ང་རང་ཚོ་ཕྱོགས་མཐའ་ཁག་མང་པོ་ཅིག་ནས་ང་ཚོ་ལ་མཐུན་འགྱུར་རོགས་རམ་དང་དེ་འདྲའི་གནང་སོང་གནང་བ་འདི་ལ་ང་རང་ཚོའི་གི་ཐོབ་ཚང་སྐབས་གསུམ་གསོལ་དགོས་པའི་གི་ཚོགས་མི་ཚང་མ་དང། དེ་ག་ནང་བཞིན་གི་ཝར་ན་སི་ལ་ཞུགས་པའི་སློབ་མ་ཚང་མ་གི་ཚབ་ཞུས་ནས་སྙིང་ཐག་པ་ནས་མཐུ་ཆེ་གནང་བཅུག་ཡོད་མཐུ་ཆེ་གནང། འཛམ་གླིང་ས་ཕྱོགས་གང་སར་བཞུགས་ཡོད་པའི་ཝར་ནེ་སི་བོད་ཀྱི་ཆེད་དུ་གཙུག་ལག་སློབ་གཉེར་ཁང་གི་སློབ་ཟུར་རྣམ་པ་ཚོ་དང། དག་སྣང་ཞིག་པའི་སེམས་གསིང་གནང་མཁན་ཚང་མ་ལོག་ལ་ཡ། འཚམས་འདྲི་བཀྲ་ཤིས་བདེ་ལེགས། གུས་པ་རང་ཉིད་མིང་ལ་ཡ། འཇམ་དབྱངས་དོན་གྲུབ་བཞུགས་ཡོད། ད་ལྟའི་ཆ་ལ་ཡ། ཝར་ནེ་སི་མཐོ་སློབ་ནང་ལ་ཡ་བོད་ཀྱི་ལོ་རྒྱུས་ཀྱི་འགན་བྱེད་བཞིན་པ་དང་ཞོར་ལ་ཡ་ད་ལྟ་བུམ་རམ་པོ་ཏུ་སྡོད་བཞིན་ཡོད། ད་རྣམ་པ་ཚོས་ཚང་མས་མཁྱེན་གསལ་རེད་ཁ་སིན་སྤྱི་ཟླ་བཞི་པའི་འགོ་སྟོད་དེ་ལ་ཡག་ད། རྒྱ་གར་ནང་རེད་ལྷག་པར་དུ་ང་རང་ཚོས་ཨ་ནི་མཐོ་སློབ་ནང་ལ་ཡག་ད། ཏོག་དབྱིབས་ནད་ཡམས་ཀྱི་ཨ་ནི། ནད་རླབས་གཉིས་པ་དེ་རྦད་དེ་སྤང་ལེ་མི་བྱེད་ཆེས་པ་ནང་བཞིན་གྱི་ཆེས་བྱས་ད་རྦད་དེ། སློབ་གྲྭའི་ནང་ལོག་གི་དགེ་རྒན་ལས་བྱེད། སློབ་ཕྲུག། སྨན་པ་ལ་སོགས་པ་ད་ཅིག་གི་གང་དག་ཁོར་ཡུག་འདིའི་ནང་ལ་ཞུགས་ངེས་ཀྱི། ཁར་ཞུགས་ནས་ང་ཚོ་ཚང་མ་བློ་ལ་ཡག་པོའི་དཀའ་ངལ་ཆེན་པོ་ཞེའུ་ཅི་འདུག་ཟེར་ཡག་ཁྲལ་བ་རེད། ད་དེའི་སྐབས་ལ་ཡིན་པ་ཡིན་ན་ཨ་ནེ་གཅིག་གིས་ད་མཐུན་འགྱུར་རོགས་རམ་གནང་མཁན་ཆེ་ནག་མང་པོ་ཅི་ནས་འདུག་ཟེར་ཡག་བྱུང་ཡོད་རེད་དེ་འདྲས་ཡིན་པ་སོང་ཙང་ཨ་ནེ་རྣམ་པ་ཚང་མ་བློ་ལ་ཡག་དེ་རིང་གི་གོ་སྐབས་འདི་བརྒྱུད་ཅིག་ཨ་ནེ་ཁར་ཞུགས་རེད་ཐོ་ཇེ་ཆེ་སུ་ཞུ་ཡག་གི་ཅིག་གནས་སྟངས་ཆགས་ཡོད་ལ་ད་འདའི་ཆ་ལ་ཤ་ཤ་བ་ཡིན་ན་ད་རྦད་དེ། ཨ་ནི་ཅིག། ནད་ཡམས་འདི་རླབས་འདྲ་བོ་འདི་ད་མ་ཞི་བྱས་ད་དམ་བཅའ་ཆ་ལ་ཡིན་མོད་ནི་དཀའ་ངལ་ཡོད་བསྡད་པ་དང་ཉེན་ཁ་ཡོད་བསྡད་པ་དེ་ནི་ད་ཕལ་ཆེ་བས་ཅི་ལབ་བྲེད་ནང་ལ་མེད་ཟེར་ཤོད་ཡ་ཡིན། ཨ་ད་དེ་རིང་ང་ཚོ་འདི། ཨ་ནི། དཀའ་ངལ་འདི་ལས་གྲོལ་བར་བྱེད་པ་ལས་ད་ཁྱེད་རྣམས་མང་པོ་ཞིག་ནས་འདུག་སེ་མཐུན་འགྱུར་རོགས་རམ་གནང་ཡོད་རེད་དེ་འདྲ་ཡིན་པ་དང་དེ་ཡས་ལ་ཡང་ཐོ་ཆེ་ཞུ་ག་ཡས་དེ་ཞུ་ཆེ་གལ་ཆེན་པོ་ཆགས་བསྡད་ཡོད་རེད། དང་པོ་འདི་སློབ་གྲྭའི་འཛིན་སྐྱོང་ནས་ཐོ་ཆེ་ཆེ་ཞུ་ཡ་ཡིན། གཉིས་པ་དེ་ཨ་ནེ་ང་རང་ཚོ་ད་ལྟ་སློབ་གྲྭའི་དགེ་ཐོན་ཚོགས་པ་དང་དྭགས་ནང་བཞིན་སྟོབས་དང་ལྟ་རྟོག་ཚོགས་ཆུང་གཉིས་ཀྱི་ལས་མི་རྣམ་པ་གཙོས་པའི་ཐོན་དངོས་གནས་ད་ནི་ཉིན་མཚན་དུས་དྲུག་ཏུ་བོད་སྐུ་ལས་རྒྱུན་གནང་བྱས་ཡང་འདུག་སྲིད་ང་ཚོ་མཐུན་འགྱུར་རོགས་རམ་གནང་ཡག་རེད་ཞལ་ལག་གནང་ཡག་ལ་སོགས་པར་ད་ལྟ་ཅིག་ཡག་མ་ཅིག་རྒྱུགས་ཡག་ལ་སོགས་ཚང་མ་ལོ་ཁོང་ཚོས་ཕྱག་ལས་གནང་སོང་དངོས་གནས་དྲང་གནས་སྙིང་ཐག་པ་ནས་ཐུགས་རྗེ་ཞུ་བ་ཡིན།

ཁ་ཤུགས་རེད་ཁ་གཏད་བཅའ་ཡག་ཆེད་དུ་ནི་མཐུན་འགྱུར་རོགས་རམ་དཔེ་མི་སྲིད་པ་ཡག་པོ་གནང་རྗེས་ད་ང་ཚོ་ཅིག་སློབ་མ་དང་ད་ཁ་འདའ་སློབ་གྲྭ་ཁྱོན་ཡོངས་ཀྱི་དེ་ནད་པ་དང་ནད་པ་མ་ཡིན་པ་ཚང་མ་སློག་གི་ཨ་ནི་ཅིག་གི་ཞལ་ལག་རེད་ཤིང་ཏོག་རེད་ད་གནང་ཆེད་ཡོད་ཤུགས་ཟོག་པོར་ཡང་སུང་སྐྱེ་ཡག་ལ་སོགས་པ་དེ་འདྲའི་གི་ད་རྦད་དེ་ཁར་ཤུགས་རེད་ཞལ་ལག་སྣེ་དྲ་ཐུག་དེ་འདྲའི་མང་པོ་ཞོ་ཅིག་ཏོག་ལས་མཐུན་འགྱུར་ཧ་ལས་པ་ཡག་པོ་གནང་སོང་བྱས་ཙང་དེ་ཡི་རྦད་དེ་ང་ཚོ་ལ་ཡང་དཔེ་ཁ་ཡོད་ལག་ཡོད་ཀྱི་དཔེ་ཕན་ཐོགས་ཤུགས་ཆེན་པོ་ཞོ་བྱུང་སོང་དེ་འདྲའི་ཡིན་པ་སོང་ཙང་རྣམ་པ་ཚོས་རྦད་དེ་གཡོ་གཏོང་ཆེན་པོའི་ཐོག་ནས་དངོས་ཤུགས་བརྒྱུད་གསུམ་ནས་དུས་སུ་རྒྱབ་སྐྱོར་གནང་བ་དེ་རྩ་བ་ཉིད་ནས་དུས་སུ་ཡང་ཆོད་སྲོལ་དུ་ཕྱིན་མ་སོང། དེ་འདྲ་ཡིན་པར་སོང་ཙང་འདི་རྦད་དེ་དངོས་གནས་དྲ་གནས་ཀྱི་ང་ཚོ་ཕ་གའི་ཡ་གར་ཞུགས་རེད། ཁ་ཡོད་ལག་ཡོད་ཀྱི་རྦད་དེ་ཕན་ཐོགས་ཤུགས་ཆེན་པོ་ཞེའུ་བྱུང་སོང་དེ་འདྲ་ཡིན་པར་སོང་ཙང་ང་ངའི་གོ་སྐབས་འདི་བརྒྱུད་བཞེས་ཨ་ནི་གཅིག་གིས་ང་རང་ཚོའི་མཐོ་སློབ་ཀྱི་ད་དགེ་རྒན་ལས་བྱེད་སློབ་ཕྲུག་ཡོངས་རྫོགས་ཀྱི་ཚབ་ཞུས་བཞེས་ཨ་ནི་སློབ་ཟུར་རྣམ་པ་ཚོས

ཡིན་ནའང་འདི་ནི་ང་ཚོའི་སློབ་ཕྲུག་རྣམས་པས་ང་ཚོ་ལ་ནི་རོགས་རམ་གནང་ཡོད་དོ་སློབ་ཕྲུག་དེ་ཚོ་ལ་གང་ཅིའི་ཐོག་ནས་ལ་ཁ་གཟིགས་ཀྱི་ཐོག་ནས་ཡིན་ནའི་རེད་གང་ཅིའི་ཐོག་ནས་རྒྱབ་སྐྱོར་གནང་ཡོད་དེ་ལ་ནི་བུད་མེད་ང་ཚོ་ཝར་མ་སི་སློབ་ཕྲུག་ཡོངས་ཀྱི་ཚབ་ཞུས་ནས་ནི་བཀྲ་ཤིས་བདེ་ལེགས་ཞུ་བའི་དང་དུས་ཆེན་ནང་ང་ཚོ་སྙིང་ཐག་པ་ནས་དུས་ཆེན། བཀྲ་ཤིས་བདེ་ལེགས། ཝར་མ་སི་མཐོ་སློབ་ཀྱི་སློབ་ཕྲུག་ནད་པ་ཚོར་ལ་དམིགས་ནས་རམ་འདེགས་གནང་མཁན་མཐོ་སློབ་ཀྱི་སློབ་ཟུར་རྣམ་པ་དང་གཞན་ཡང་འཛིན་མི་དག་གོ་ཟིན་ལ་ངས་སྙིང་ནས་བཀའ་དྲིན་ཆེ་ཞུ་གི་ཡིན།

ད་ནི་ནད་ཡམས་འདིའི་རྐྱེན་པས་ང་རང་ལ་དཔེ་གཅིག་གི་ནད་རྟགས་མང་པོ་ཐོན་ཡ་ད་ད་ག་ན་ཞིག་ཨ་ནི། གཅིག་དཀའ་ངལ་མང་པོ་ཞིག་རབ་ཏུ་རིག་པ་ཞིག་འཕྲད་ཡོད་རེད། ནི་དེའི་སྐབས་སུ་ལ་ཡ་ད་བཛྲ་དྲག་གི་ནད་རྟགས་འདི་འདྲ་ཡང་སྨན་ཁང་ལ་འགྲོ་དགོས་ཡས་དང་སྨན་གྱི་འགྲོ་སྲོལ་དང་ད་ཅིག་དེ་འདྲས་མང་པོ་ཞིག་གྲོལ་ཡོད་རེད། དེའི་སྐབས་སུ་ལ་སྨན་གྱི་འགྲོ་གྲོན་དེ་གའི་ཆ་ཚང་འགྲོ་གཞི་ད་འོ་ན་སློབ་གསོ་ཚོགས་པའི་གི་རོགས་རམ་འོག་ལ་ཡ་ཨ་ནི། འདུག་ཟེར་ནས་ནི་ང་རང་ལ། རོགས་རམ་དེ་འདྲ་ཐོབ་ཡོད་རེད། དེ་ལས་ངས་ནི་ང་རང་སྒེར་གྱི་ངོས་ནས་བ་ན་སློབ་གསོར་ད་ཡོང་ལ་ཡ་ཕྱོགས་ད་ཁག་ལ་ད་ག་བ་ཞུགས་ཡོད་པ་ཡིན་ན་ཆ་ཚང་ལ་ངས་ནི་ང་རང་སྒེར་གྱི་ངོས་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ནའང་ཞུ་ཡ་ཡིན། ལགས་སོ་ཐུགས་ཆེ་ནའང།

ཐོག་མ་དེ་ལ་ཡ་བར་ནི་ཚོགས་ཕྱིར་ཚོགས་པའི་ཚོགས་གཙོ་དང་སྤྱི་འདུས་ད་ནི་དག་སྣང་ཞིང་གི་ཚོགས་ཕྱིར་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལགས་དང་ཐུགས་རྗེ་ཆེ་ཞུ་ཡི་ཡོད། ཉེ་ལམ་ང་ཚོའི་སློབ་གླང་གི་ནང་ལ་ཡ་དགེ་ལེགས་དང་ཡིད་ཆེས་སློབ་ཕྲུག་མང་པོ་ཅིག་ལ་ནད་ཡམས་དེ་སྐྱེན་པའི་དཀའ་ངལ་ཆེན་པོ་འཕྲད་རེས་མཛའ་གྲགས་གནས་སྟངས་དེ་འདྲ་ཅིག་གི་སྐབས་སུ། ད་ལྟ་བར་ནི་ཐུགས་རྗེར་ཚོགས་བསྡུས་པ་ནི་བདག་གཅིག་ཡིན། ང་ཚོ་ལ་ཁ་ཡོད་ལག་ཡོད་དང། ད་དུས་ཐོག་ཆར་པ་ནང་བཞིན་ཕན་ཐོགས་ཆེན་པོ་ཞུ་བྱུང་ཡོད་རེད། ད་སྐུ་ཚུགས་རྒྱབ་སྐྱོར་དང། ད་ནི་ཐུགས་ཁུར་ལ་བརྟེན་ནས་ད་ལྟ་ང་ཚོ་ཁ་རེ་རེ་ས་ཡ་དང་ཐ་མལ་ལ་སོགས་པ་མཐུན་ཕྱིན་བློང་པོ་ཆིག་སྦྱར་གྱིས། དངོས་གནས་ཕན་ཐོགས་ཆེན་པོ་བྱུང་སོང་བྱས་ཙང་ང་རང་སྒེར་ངོས་ནས་བར་ནི་ཐུགས་རྗེར་ཚོགས་པའི་བདག་གཅིག་རྒྱབ་སྐྱོར་གནང་མཁན་ཚང་མ་ལ་ཉིན་གུང་རེ་བས་བཏང་ནས། བཀའ་དྲིན་ཆེ་ཞེས་ཞུ་གི་ཡོད། ད་ལྟ་ང་ཡིན་ན་པོ་ནི་ལས་བྱེད་ཆེན་མོ་མིང་ལ་ལྷག་མ་བྱ་ཅི་ད་འདའ། ད་བར་ནི་ཕོགས་ཕུན་ལོ་རིམ་གཉིས་པའི་ལོ་རིམ་མཐའ་མ་དེ་ཆགས་བསྡད་ཡོད་རེད། ད་ལྟ་གནའ་ཡོང་གི་སྤྱི་འབིན་ད་འདུག་སི་ད་འདའ། ཟུར་བཀག་ལ་ད་དུང་བསྡད་བསྡད་ཡོད། ད་ནི་མཐའ་མའི་རེ་བ་དེ་ལ་ང་ཚོ། ད་རེ་བ་དང་སྨོན་འདུན་དེ་ང་ཚོ་ཚོགས་ལངས་དེ་ལ་ཡ་ད་ན་ཚ་གི་ཅན་པའི་ན་དང་ན་ཆེན་པའི་སློབ་ཕྲུག་དང་དགེ་རྒན་དང་ད་ཚང་མ་མགྱོགས་ནས་མྱུར་དུ་ན་ཡུམ་དེ་ལས་གྲོལ་བ་དང་ཡང་སྤྱིར་ང་ཚོ་ཚོགས་ལངས་དེ་དུ་ན་ཡུམ་མེད་པའི་ཁ་ལོ་གསར་པ་ཅིག་ཕེབས་ཡ་ཡོད་སྨོན་ལམ་དང་ཡིད་ཆེས་རེ་བ་བྱེད་ཨེ་ཚང་མ་ལ་བཀའ་དྲིན་ཆེ་ཞུ་རྒྱུ་ཡིན། སྨན་བཅོས་ཞབས་ཞུའི་རྩིས་གཞི་དེ་ད་ལྟའི་ཆ་ལ་ཡང་ང་ཚོའི་སློབ་གྲྭ་ཙམ་མ་ཡིན་པ། ད་ལྟའི་ཆ་ལ་ད་ག་ཟླ་ཏུང་ཡོན་གཉན་རིམ་གྱི་བསླབ་གཉིས་པ་དེ་གི་སློབ་གྲྭ་ཙམ་མ་ཡིན་པར་ད་ཅིག་གི་བར་ན་སིང་ང་སྟེ་སྤྱི་ཡོངས་ལ་ཡང་ཞེའུ་གཅིག་གི་རྫ་དྲག་དང་དཀའ་ཉེན་ཆེན་པོ་ཞིག་ཏུ་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་རྩ་ནས་ང་ཚོ་འདི་སློབ་གྲྭ་ཙམ་མ་ཡིན་པ་ང་ཚོའི་སློབ་གྲྭའི་ཉེ་འཁོར་ལ་ཡོད་པའི་དགོན་སྡེ་གྲྭ་ཚང་ཁག་གི་གྲྭ་བཙུན་རྣམ་པ་རེད་ག་ཟླ་སུ་འདྲ་ཅིག་ལ་ཡང་ང་ཚོའི་གི་རོགས་རམ་སྒུག་གི་ཡོད་པ་ཡིན་ནས།

འདི་འདྲས་ཀྱི་སྨན་བཅོས་ཀྱི་རོགས་རམ་ཙམ་མ་ཡིན་པར་དངོས་གནས་ཞི་བ་གཅིག་མཛའ་གྲགས་ཆགས་དེ་ངས་ཚོ་ང་ཚོ་བསླབ་གྲྭའི་ནང་ལོག་ལ་ཡ་ཚུགས་སྐད་བཏང་བྱས་ཨ་ནི་ཅིག་ཁོ་རྣམ་པ་ཚོ་ལ་གང་དག་ཟུར་བཀག་ཞུ་ས་ཀྱི་མགྲོན་ཁང་རེད་ཨ་ནི་ཅིག་ད་ལྟ་ཨོག་སི་ཇིན་འཚོ་རླུང་གི་མཐུན་རྐྱེན་རེད་ཨ་ནི་ཟས་ཀྱི་འཚོ་བྱེད་ཀྱི་མཐུན་རྐྱེན་རེད་སྨན་གྱི་མཐུན་རྐྱེན་རེད་སྨན་ཞབས་པ་ཀྱི་མཐུན་རྐྱེན་རེད་སྨན་པས་ཀྱི་མཐུན་རྐྱེན་རེད་ཨང་གང་ཅིའི་ཐད་ནས་ད་གང་དག་བསླབ་གྲྭ་དམངས་དང་གཅིག་མཚུངས་བྱས་བྱས་ང་ཚོ་དེ་གང་དག་འཛིན་སྐྱོང་གི་ཐོག་ནས་མ་གནང་ཐུབ་ཡོད་རེད། དེའི་འདི་ཙམ་ནས་དངོས་ནས་ད་ལྟ་མདོ་དོན་སྙིང་པོ་ག་རེ་ཞུ་འདོད་བྱུང་ཟེར་ན། ད་ལྟའི་གི་རྣམ་པ་ཚོས་གི་དངོས་ནས་ཅིག་གི་རོགས་རམ་ཉག་གཅིག་ལ་བལྟས་རྗེས་ང་ཚོ་བསླབ་གྲྭ་དམངས་དང་ཨ་ཅང་ཅང་ཨ་ནི་ང་ཚོའི་ཉེ་འཁོར་ལ་ཡོད་དེ་ཡིན་གི་བོད་རིགས་ཚོ་ལ་ཡིན་ནས་ཞི་བོ་གཅིག་གི་ཐུགས་ཕན་སོས་པོ་བྱུང་སོང་ཟེར་ཞེས་ཞུ་ཡག་གི་འདོད་པོ་བྱུང་སོང།

དུ་སུ་རོགས་རམ་གནང་ལ་ཕེབས་ཡོད་རེད་དེ་ཡིན་དུས་ཁོ་རྣམ་པ་ཚོ་ལ་ཡར་མཐུན་རྐྱེན་གང་དྲག་དྲག་བསྐྲུན་ཡག་དེ་དེ་ནི་ང་ཚོའི་གང་ལྟར་ཕྲག་ལ་བབས་པའི་ཡོན་རྒན་གལ་ཆེ་ཤོས་ཅིག་ཆགས་ཀྱི་ཡོད་དུས་རྩ་ནས་ཨ་ནི་ཡིན་གཅིག་གི་མཐུན་རྐྱེན་ག་རེ་ཡིན་པ་ཡིན་ནའི་དེ་གས་དེ་ཡིན་ནའི་རྣམ་པ་ཚོ་གི་བཀའ་དྲིན་ལ་བལྟས་བྱས་གང་ལྟར་ཁོ་རང་ཚོ་ལ་དགོས་མཁོ་ག་རེ་ཡོད་པ་ཡིན་ནའི་དེ་གས་དེ་ལས་སླ་པོའི་ཐོག་ནས་མཁོ་སྤྲོད་ཞུ་ཐུབ་སོང།